མཐུན་ཚོགས་ཀྱིས་ད་འབྲས་བུ་དེ་ཚོ་དང་གྲུབ་འབྲས་དེ་ཚོ་ངས་ཞུ་བདེ་བོ་བྱེད་རག་མི་འདུག་ག་ད་ང་རའི་ཆ་ནས་བཤད་ཡོད་ན། བོད་ནས་མཚན་ཡང་རྒྱག་དུས་རིག་གནས་ཞིབ་འཇུག་མཐུན་ཚོགས་དེ་གཉིས་ལ་དཀའ་ལས་བྱེད་རག་རྒྱབ་ནས་བཙུགས་རེད་བཙུགས་ཡས་ཀྱི་ད་དེ་རིང་ཡིན་ན་དེ་རུ་བ་ལོ་བཅུ་ཏག་ཏག་འཁོར་བ་རེད། ནས་ཉིས་བརྒྱ་བཅུ་དྲུག་ལོའི་གི་ཟླ་ཉིས་སྟོང་བཅུ་དྲུག་ལོའི་གི་ཟླ་བ་བདུན་པའི་ཉི་ཤུ་གཉིས་ལ། ནས་ང་ཚོའི་དབུ་བརྙེས་པའི་གི་ཐོག་འདུ་ཚོགས་ཆེན་གཙོ་བོ་ཚོགས་ཆེན་དང་པོ་དེ། མི་དམངས་འཐུས་མི་ཚོགས་ཆེན་གི་ཡི་གེ་ཐོག་ཁང་བྱིས་པ་འོ་དེ་ནང་འཚོགས་རེད། རྒྱལ་པོ་ཞི་རག་འཚོགས་བྱས། དེ་ནས་ད་བར་ལྟར་ལོ་བཅུ་ཏག་ཏག་ཤེར་བྱས་དེ་དུས་བཙུན་པ།

ཚོགས་གཙོ་རེད་ཅེས་ད་ལོ་ཁ་ཤས་སྐབས་གཅིག་རིང་ཚོགས་གཙོ་བྱས་པ་རེད། དེ་ནས་ནི་ཚོགས་གཙོ་ནི་གསར་བ་བྱས་ང་ཚོའི་གི་སྐབས་བརྒྱད་པར་བ་ཚོགས་གཙོ་གསར་བ་བྱས། ཨ་ནི་ང་རས་ད་རིག་པའི་ཞིབ་འཇུག་ཐོག་ལ་གྲུབ་འབྲས་གཏད་སོ་ཐོབ་པའི། ཁོའི་རེ་ཞིག་རེད་ད། ཨ་ནི་ངས་དེབ་གསུམ་བཏོན་ཡོད། ཁྱེད་ཡང་རྒྱག་རྩིས་སྐོར་གྱི་དེབ་གསུམ་བཏོན་ཡོད། དེབ་གསུམ་དེ་ནི་ད་སྒྲོམ་རུ་བཙུགས། ཁྱེད་ཡང་རྒྱག་རྩིས་ཞིབ་འཇུག་གི་མ་ལག་གི་སྒྲོམ་རུ་འདི་གཅིག་བཙུགས། དེ་ནི་སྒྲོམ་གཞི་དེ་བཙུགས། ད་ཁ་མོ་དུ་མ་སོང་དུས་བི་ཀའི་སྒྲོམ་གྱི་སྐོར་བ། སྒྲོམ་དེ་བཙུགས། ཨ་ནི་ད་དེབ་དེ།

ཨ་ནི་སྤྱི་ཚོགས་ཀྱི་ཚ་བ་མེད་ཡུལ་གྱི་སྤྱི་ཚོགས་ཚ་བ་ག་འདྲ་ཡིན་མིན་ཚ་བ་ཆ་ཡང་རྒྱག་ཚུལ་འཁྲུངས་ཡུལ་དེ་ལ་ཨ་ནི་སྤྱི་ཚོགས་ག་འདྲ་ཅིག་མིན། རིག་གནས་ག་འདྲ་ཅིག་མིན། ཨ་ནི་ཁོ་ཚོའི་གི་རྒྱུ་ལི་རྒྱུ་མཚན་དང་ཁོ་ཚོའི་གི་གདུང་རྒྱུད་དེ་ཚོ་ག་འདྲ་ཡིན་མིན་དེ་ཚོ་གང་ལྟར་དེབ་དེ་ནང་ལ་ཡོད་རེད། དེ་ལྟར་དེབ་དེ་ནི་ངའི་སྒྲོམ་གཞི་གཙོ་ཡས་ཀྱི་དང་རྨང་གཞི་གི་རིག་པའི་གི་གཞུང་ལུགས་ཐོག་ནས་རིག་པའི་ཁུངས་སྐྱེལ་རྨང་གཞི་ཅིག་ཡིན།

དུར་སྟོད་ཀྱི་ལུས་ཀྱི་མི་ཞིག་ངས་དེ་དུས་ཀ་ཞིམ་ཅུ་བས་བྱུང་ཡོད་མ་རེད་ལ། དེ་དུས་ན་གོ་བས་ཡོད་མ་རེད་པ་མི་གཅིག་གཅུག་གནས་ཚུལ་ཞེ་དྲག་དྲིས་པས་ན། ཨ་མོས་ཡུལ་སྲིད་རིག་གི་དང་རིག་གནས་དང་ལོ་རྒྱུས། ཁྲིམས་ལུགས་ཐོག་ནས་དང་ནང་དོན་མང་པོ་ཞིབ་པོ་ཅིག་དྲིས་དགོས་དགོས་རེད་པ་དེ་ཚོ། ཨ་ནི་གོ་བས་མེད་པ་སོར་བྱས་ནས་ངས། ཚན་རྒྱ་མཚོའི་སྐོར་ཞིབ་འཇུག་བྱེད་དགོས་ཀྱི་འདུག་ཨཱ་ནི་བོད་ལྗོངས་སྤྱི་ཚོགས་ཚན་རིག་ཁང་དང་ཨཱ་ནི་མི་སྒེར་པེ་ཅིང་གི། བོད་རིག་པའི་ལྟེ་གནས་ཞིབ་འཇུག་ལྟེ་གནས།

བཅུ་གྲངས་དེ་ག་གང་སྒྱུར་སྟངས་གཅིག་པུ་མ་རེད། མིན་པས་མ་ཟད་ཡག་པོ་གཅིག་བསྒྱུར་བྱས་བྱས་ཏེ། སྙན་ངག་ནང་གི་ནང་དོན་དེ་དང་གཞས་ཚིག་དེའི་ནང་གི་ནང་དོན་དེ་བི་ཀའི་བརྡ་འཕྲོད་པ་ཅིག་དང་བི་ཀའི་བི་ཀའི་མིས་བསྒྱུར་ཟིན་ན་ནི་བི་ཀའི་ནང་དོན་བི་ཀའི་བརྡ་འཕྲོད་པའི་སྐོར་བ། ཇི་ལྟར་མ་འཕྲོད་པ་ཅིག་ཆ་ལ་རེད་འདུག་ག། ཨ་ནི་ང་ཡི་ལྟས་ཟེར་ཅིག་བློ་མ་བདེ་བར་ཆགས་བྱས་ཨ་ནི་ངས་དགའ་དགོས་ཀྱི་མི་བཅུ་ཐམ་པའི་ལྟ་བ། སྙན་ངག་བྲིས་སྟངས་འདི་མི་བཅུ་ཐམ་པའི་གི་རྩོམ་ལ་དབྱེ་ཞིབ་བྱས་བྱས་ཨ་ནི་ངས་དེ་འདྲ་ཞིག་བཏོན་མྱོང་དེ་ཡིན་ན་ད་ཚན་རྒྱ་མཚོའི་གི་ཞིབ་འཇུག་མཐུན་ཚོགས་མ་ཚུགས་གོང་ལ་ལས་ཀ་དེ་བྱས་པ་རེད། ཨ་ནི་ཞུ་གོ་ལ་ངས་དེ་གི་ཞིབ་ད་ག་རེད་སྤྱི་ཚོགས་ཚན་རིག་ག་འདྲ། བོད་རིག་པའི་ཞིབ་འཇུག་ལྟེ་གནས་ཁོང་ཚོ་ལ་ལོས་བྱས་ཁོང་ཚོས

མཉམ་པོ་ནི་འདི་བྱས་བརྟག་དཔྱད་བྱས། སྐུ་གཟུགས་ལྟར་བརྟག་དཔྱད་བྱས་བྱས་ནི། སྨན་འདི་ཚུལ་སྦྱོར་ལྟར་སྤྲས་དེ་འདྲ་བྱས་བྱས། སྨན་བཅུད་བྱས་བྱ་སྟེ་ཞུགས་བ་ནི། མི་བྱེད་མ་བསྐྱོད་པ་ལྟར་དགོངས་འདིར་བཞེད། མཚོ་སྔོན་གྱི་ད་མཚོ་སྔོན་པོའི་འགྲམ་དུ་བ་ལ་གྲོང་རེད། དེ་ནང་ལ་དེ་ཟིག་ཏུ་སྐུ་མགོ་ནོར་ཟིག་ཏུ་སོག་པོས་ཟིག་ན་སྐུ་མགོ་ནོར་ཟིག་ན་ད་མཚོ་སྔོན་པོའི་གི་ད་དུ་བ་ཟིག་བར་ས། འོ་དེ་རེད་ཨ་བྱས་ད་ཨ་ནི་དེབ་དེ་གས་གསུམ། བོད་ཡུལ་གྱི་གོ་ས། ལོ་རྒྱུས་དང་ཁྲིམས་ལུགས་ཀྱི་གནས་བབ་དང། ཚན་ཡང་བརྒྱ་དོན་རྣམ་ཐར་དང། མཐའ་ཤུག་གི་ཞིང་ཆེན་ལ་ཕེབས་པའི་དེབ་དེ་ག་གསུམ། དེབ་དེ་ག་གསུམ་ཡིན་ད་ངས་ཁང་པའི་གྲོང་མི་ཡིན། གྲོང་མི་ཡིན། ད་དེ་ན་དཔྱད་རྩོམ་ཉི་ཤུ་རྩ་གཅིག་རྩ་གཉིས་ཤིག་ཡོད། དཔྱད་རྩོམ་དེའི་ནང་གལ་ཆེ་གལ་ཆུང་བ་མང་པོ་ཡོད་རེད་བ། གལ་ཆེ་ཤོས། དཔྱད་རྩོམ་གསུམ་ཡོད། ཨ་ནི་འདི་བཏང་གི་དེ་འདྲའི་ཆེད་ལས་ཀྱི་ཐོག་ལ་དཔྱད་རྩོམ་འདི་རེ་གནས་ཉི་ཤུ་རྩ་གཅིག་ཡོད། འོང་དེ་གས་ཀྱི་ད་མ་ལག་ཅིག་བྲིས་ཡོད་ད་ངས་ཚན་བྱ་དུས་ཞིབ་འཇུག་བྱས་པ། མ་ལག་ཅིག་བྲིས་རྗེས་ཨ་ནི་ཚན་བྱ་དུས་ཀྱི་ཞིབ་འཇུག་དང་སྤྱིར་བཏང་བྱས་ན་མ་ལག་དེའི་ཁུངས་བཙན་པོ་ཡིན་པ་ད་ཁོ་ནི་སྣ་མཐུད་ཐུབ་པ། འགལ་ཟླ་མེད་པ། ཨ་ནི་གཅིག་བརྟན་པོར་གཅིག་བཏང་ཨ་ནི་དེ་འདྲས་ཀྱི་ད།

ཚང་མ་བསྟུན་གནང་བྱས། ད་བར་ཡང་བྱས་རྗེས་ཆེན་པོ་བཞག་གནང་ཡོད། ད་ད་རེས་འདི་དུས་མཚམས་གཅིག་རེད་ལོ་བཅུ་ནང་ཞིབ་འཇུག་བྱས་འདུག་ད་ཕྱིན་ཆད་མུ་མཐུད་རང་རྣམ་པ་ཞིབ་འཇུག་བྱས་འདིའི་ཁ་ཕྱོགས་དང་ཞིབ་འཇུག་བྱས་འདིའི་འཆལ་ཤེས་འདི་ག་རང་ཡིན། ད་ངའི་ཡག་ཆ་ནས་བཤད་ཡོད་ན། དེ་ཞིབ་ཚགས་རུ་བཏང་ཡང་ད་བོད་ཆས་ད་གར་ཚགས། ཁུངས་བཙན་རུ་བཏང་ཡང་ད་ཞིབ་ཚགས་རུ་བཏང་ཡང་ད་བལྟས་ཚེ།

འོ་དེ་དེབ་དེ་གཅིག་དེ་བར་དེ་མ་ཡིག་གཙོ་བོ་གཅིག་རེད། དེ་ནས་ཨ་ནི་དེ་ཡོད་རེད། དེ་དགེ་ལུགས་པའི་གི་ཆོས་འབྱུང་གཅིག་ཡོད་རེད་པ་དགེ་ལུགས་པའི་ཆོས་འབྱུང། དེ་ན་དེ་ཟེར་བའི་བན་དུར་སེར་པོ། བན་དུར་སེར་པོ། བན་དུར་སེར་པོ་ཟེར་ནས་དེ་ཨ་ནི། དེ་སྲིད་སངས་རྒྱས་རྒྱ་མཚོས་བརྩམས་གནང་བ་ལྟར། དགེ་ལུགས་པའི་གྱི་ལྟར་ལོ་རྒྱུས་གཙོ་བོ་དེ་རེད་དེ། འོ་དེའི་ནང་ནས་དགེ་ལུགས་པའི་ལོ་རྒྱུས་སོང་ཙང། ཏཱ་ལ་བླ་མ་སྐུ་མགྲོན་དྲུག་པོ་དེ་ཡུམ་དགོས་མཁོར་བ། འོ་དེའི་སྐོར་ལ་ཁོང་གིས་ད་ཇི་རག་བྲིས་བཞག་གི་རེད། དེ་ནས་ནི། ད་འདི་སོལ་བིང་གི་ཟིན་ཐོ་གསེར་སྦྱོར་བ། འོ་དེ་ག་ཇི་ལྟར་ཡི་གེ་རྙིང་པོ་དེ་ག་རག། གཞི་བཞག། དེའི་ཐོག་ནས་ནི། དེ་རྒྱབ་བྱས། དེའི་ནི་ཡིག་ཆའི་རྙིང་པོ་དེ་ཆ་ཤས་བྱས། གཉིས་པ་དེ་ག་རེད་ཟེར་ན་ངས་ད་དེ་ལུང་པའི་སྤྱི་ཚོགས་ཀྱི་ཆ་རྐྱེན་དེ་ལ་ཞིབ་འཇུག་བྱས་རེད། ཞེ་དྲག་དོ་སྣང་བྱས་པ་རེད། སྤྱི་ཚོགས་དེའི་ནང་ལ་མི་དེ་འདྲ་ཅིག་ཡོད་དགོས་ཀྱི་ན་དེའི་འཚོ་བ་དང་གོམས་གཤིས་དང་ཧོན་ཅིང་ག་འདྲ་ཡིན་མིན། ཡུལ་ལྗོངས་དེ་བ་དང་ཁོ་རེ་འཁོར་གྱི་གནས་ཚུལ་ག་འདྲ་ཡིན་མིན་དེ་ཧ་མ་ཧོན་མི་དེ་ཡག་པོ་ཞིག་མཐོང་ཐུབ་མ་རེད། ཐོབ་དེ་ག་མི་ཞིག་དེའི་སླད་ད་མི་དེ་འཚོ་བ་ག་འདྲ་སྐྱེལ་དགོས་ཡིན་མིན། སྤྱི་ཚོགས་དང་འབྲེལ་བ་ག་འདྲ་ཡིན་མིན། སུ་དང་སུ་འབྲེལ་བ་ཡོད་མིན་སུའི་རྐྱག་ག་རེ་ཡིན་མིན་དེ་འདྲ།

འོག་ཏུ་བྱས་བྱས་ནས། འོག་དེ་སྤྱི་ཚོགས་ཀྱི་འཚོ་བ་དང་སྤྱི་ཚོགས་ཀྱི་གོམས་གཤིས་དང་སྤྱི་ཚོགས་ཀྱི་ལོ་རྒྱུས་དེ་གས་གང་གང་ཧ་མ་བར། མི་དེ་ཁྱེད་རང་ཕན་ཐོགས་བྱེད་ཐུབ་ཡོད་མ་རེད། མི་དེ་ལ་ཆ་བཞག་ཡ་དང་འདི་ག་འདྲ་བྱེད་ཡིན་མིན། དེ་ཐུབ་ཡོད་མ་རེད་དེ་ནས་ཅིག་བྱས། ད་ཅིག་དང་སྤྱི་ཚོགས་ཀྱི་འཚོ་བ་ལ་ཞིབ་འཇུག་མ་བྱས་ན།

བུ་གའི་ས་ཆ་དེ་ཏག་ཏག་ཁོར་ཁ་མགོ་ཐུག་འདུག་ཨ་མགོ་ཐུག་འདུག་བྱས་ཙང་དེ་འདྲས་མ་བྱས་ན་ཨ་ཡི་གེ་སྐམ་པོ་གཅིག་ཅུང་ཁོར་བལྟས་བྱས་ན་ཡོང་ཡ་མི་འདུག་བྱས་ཙང་དཔེ་ཆའི་གི་ཁ་སྣོན་དེ་དངོས་ཡོད་གི་ཞིབ་འཇུག་ལ་བརྟེན་དངོས་ཡོད་གི་ཞིབ་འཇུག་དེ་དང་དཔེ་ཆའི་གི་བཤད་སྟངས་དེ